ལང་ཚོ་ནི་གནོང་འགྱོད་མེད་པའི་འགྲུབ་གཞི་རིང་མོ་ཞིག་ཡིན་ཞིང་བླ་མ་སྐྱ་མོ་རྡོག་པས་ནོན་ཏེ་བར་ཆད་མང་ལ་དཀའ་སྡུག་ཀྱང་མང་མོད། ཡང་ཡང་སེམས་ལ་བརྣག་པའི་ཕུགས་བསམ་དང་དམ་བཅའ་དེའི་ཆེད་དུ་ང་ཚོ་ནམ་ཡང་དཔའ་མ་བྱིན་བློ་མ་ཕམ་པར་རྒྱང་ནས་རྒྱང་དུ་སྐྱོད་དགོས།

འཇམ་དབྱངས་སྒྲོལ་མ་ཞེས་གླེང་ཡོང་དུས་བོད་རིགས་མང་ཚོགས་ལྟ་ཅི། རྒྱལ་ནང་གི་མི་ཕལ་མོ་ཆེར་ཤིན་ཏུ་ཆ་རྒྱུས་ཡོད་པའི་བུད་མེད་ཅིག་ཡིན་སྲིད། དེ་ལས་ཡིན་ཏེ། ཁོ་མོ་ནི་ཀྲུང་གོའི་ཆེས་ཡིད་དུ་འོང་བའི་རྐྱེན་གྲགས་གཞིས་མའི་མཚན་སྙན་ཐོག་ཡོད་པའི་གཞས་མ་དེ་ཡིན་པས་སོ། མི་ཚེ་འདིའི་ཐེངས་དང་པོ་ནང་དྲན་ནི་འགྲུལ་བས་ཀྱི་ལོ་སར་དགོང་ཚུགས་ཏེ་གླུ་ལེན་འགྲོ་ས་དེ་ག་ན་རེད་ཅེ་ན་ང་ཐོག་ཨ་མདོ་ཉིན་འཁྲུག་ཁོག་རེད། དེ་ཡི་དུས་ཚོད་འདྲ་ཡིན་ན་ཕ་མ་རིས་བཟུང་བུ་སྲིང། དུས་ཀྱི་གླུ་དེ་ལོན། དུས་ཀྱི་གླུ་དེ་ལོན་ལ་ང་ཚོ་བོད་ཁ་བ་ཅི་མཚུངས་མ་ཞིག་ངང། ཨོ། བོད་ཀྱི་གླུ་མ་འཇམ་བའི་སྒྲོལ་མ་དེ་འདྲ་ཡོད་སྲིད་གསུངས་དེ་རེད། ངས་དེ་ནག་ལས། མདོ་སྡུག་ཅིག་གླེང་ཨ། ཕ་མ་རིས་བཟུང་བུ་སྲིང་བུ་ལས་སྲིང།

ཁ་མར་དེ་གས་ནས་ཞེན་པའི་བོད་རིགས་བུད་མེད་ཅིག་ཉིན་མོའི་ངག་ལས་འཕྲོ་བའི་སྐད་གདངས་ཁྱད་པར་བ་ཞིག་ཚན་རྩལ་གྱི་ཁྲིད་ལམ་བར་གྱུར་ཏེ་ལྟ་མཁན་དང་ཉན་མཁན་ཁྲི་སྟོང་མང་བའི་ཁྲབ་ཆུང་མིག་གིར་དགའ་སྟོན་དང་དད་རླུང་རྣ་བའི་བུ་ག་རུ་འཁྱིལ་མྱོང། ལྟོ་ན་རྐང་རུལ་དང། བར་ན་རྩ་རུལ། སྨད་ན་སྤང་རུལ་བཅས་ཕྱིའི་གནོད་ཀྱི་ཁྱད་ཆོས་ཡོངས་སུ་རྫོགས་པའི་ཡུལ་ལྗོངས་ཉམས་དགའ་བ་འདི་ནི་བོད་རིགས་ལི་མ་འཇའ་ནང་སྒྲོལ་མ་འཚར་ལོངས་བྱུང་སའི་ཕ་ས་ཕ་ཡུལ་ཏེ། ཁམས་ཕྱོགས་ཀྱི་རིག་གནས་ལྟེ་བ་རུ་འབོད་པའི་སྡེ་དགེའི་རྫོང་རེད། དུས་རབས་སྔ་མའི་ལོ་རབས་བརྒྱ་ཆ་བར་ལི་མ་འཇའ་ནང་སྒྲོལ་མ་སྡེ་དགེའི་རྫོང་ཁོངས་ཀྱི་ལྷ་ཧང་ཐང་རུ་འབོད་པའི་སྡེ་བའི་ཁྱིམ་ཚང་དཀྱུས་མ་ཞིག་ཏུ་སྐྱེས། མོ་རང་ལོ་ན་ཁྲབ་སྟེ་ཁྱིམ་ཚང་གི་ཆ་རྐྱེན་ཞན་པས་སློབ་གྲྭ་འགྲིམ་རྒྱུ་ཡང་དཀའ་བའི་གནས་སུ་གྱུར། ཡིན་ཡང་ཕ་མ་གཉིས་ནས་ཁྱིམ་གྱི་ཆ་རྐྱེན་ཞན་པར་མ་བལྟས་པར་བུ་མོའི་སློབ་གྲྭར་བསྐྱལ་རྒྱུའི་སེམས་ཐག་བཅད་པས་ཤེས་ཤེས་མེ་ཏོག་གི་ཟེའུ་འབྲུ་རྔུབ་རྒྱུའི་སྐལ་བ་བཟང་བོ་ཁོ་མོའི་མི་ཚེའི་ལམ་ཁ་རུ་མི་འདུག་པ་བྱུང། ང་ཆུང་དུས་ཀྱི་སློབ་གྲྭ་འགྲོ་མི་ང་གེ་རུ་རེད།

ཚོང་མ་རྡོ་ལང་དེ་འདྲ་རེད་ལ་གནའ་སྔ་མོ་གནའ་སྔ་མོ་གི་རྡོ་ལང་དེ་འདྲ་རེད། ཁོ་མོར་མཚོན་ན་དམག་ཞི་ནི་ལྷན་སྐྱེས་ཀྱི་སྐད་ངག་སྙན་མོ་ཞིག་ལྗིད་ལ་གྲུབ་ཡོད་ལ། མནའ་མར་གྱིན་སྒུལ་སྟངས་མི་འདྲ་བའི་ལི་གཞས་སྣ་ཚོགས་བདུད་མོའི་ངག་ལ་འདྲེན་རྒྱུར་ཧ་ཅང་དགའ་བོ་ཡོད་སྟབས། སྐབས་དེར་སློབ་རའི་ནང་ནས་ཀྱང་དགེ་སློབ་ཡོངས་ནས་བསྟོད་པའི་ཐེ་བོ་བསྒྲེང་བ་ཐེངས་གཅིག་ག་ལ་ཡིན།
དེ་འདྲའི་ཟེར་དུས་དེ་ནང་ལ་དག་དེ་ཡི་དུས་ཚོད་ཀྲུང་ཞོ་ཡི་དུས་ཚོད་ལས་ལི་འདྲ་ལི་དང་དུས་ནང་ཡང། ཚིག་ཞང་མུ་ཆིང་གསལ། དྭངས་སྙིགས་མ་ཞིང་ཨ་ཁུ་ཞང་པ། ཨ་ཁུ་ཞང་པ་རོ། ཞང་པའི་མེ་ཏོག་རོ། སྟི་ལི་དུ་མུ་འབོ་ལེར། ད་དེ་འདྲས་དེ་འདྲས་དེ་འདྲས་དེ་འདྲས་ཞེས་མ་གཏོགས་ལས། ལུགས་ཀྱི་རེ་འམ་ཡོད་མ་རེད། འཇམ་དབྱངས་སྒྲོལ་མའི་ཨ་མ་བཀྲ་མུ་ཆིང། མི་ལོ་ཉི་ཤུའི་སྔོན་ནས་འཇིག་རྟེན་ནམ་ཕྱིར་མི་ཡི་དུ་ཞུམ་པས།

སྲས་པོ་བཅོས་མའི་ཆང་བས་ལ་བཟོས་ཏེ། འཇར་མན་གྲོང་མི་ཨ་མར་ཡང་ལྷན་སྐྱེས་ཀྱི་སྐད་ངག་སྙན་མོ་ཞིག་ཡོད་པའི་ཁར་ཀ་ལི་ལན་གྱི་དགའ་ཞིང། དུས་ཆེན་འཚོ་བའི་གོ་རིམ་ཁྲོད་དོན་སྤྱི་ལ་ཐུག་ཀྱང་སྤོབས་པ་དང་སྙིང་སྟོབས་ཀྱིས་གང་ནུས་ཡོད་པའི་བུད་མེད་གཙང་མ་ཞིག་ཡིན་ཟེར། དེ་ད་ལྟ་ཁོ་མོའི་དྲིན་ཆེན་ཨ་མས་རང་གི་བུད་མེད་སྐད་གྲགས་ཆེ་མ་བྱུང་སེམས་ན་གླུ་སྙན་མོ་ངག་ལ་འཁུར་བཞིན་མི་མང་བའི་ཡིད་ཀྱི་གཏིང་རིམ་ལ་གསོད་དུ་མེད་པའི་དཀའ་སྣང་སྩོལ་བའི་སྒྱུ་རྩལ་ཕྲ་སྟོམ་གྱི་རྣམ་པ་དེ་མཐོང་མ་ཐུབ་ན་ཡང། མོའི་མཐུན་མིན་གྱི་སྐད་ངག་དང་སྤོབས་སེམས་ཀྱིས་བུ་མོ་འཇའ་ཡང་སྒྲོལ་མ་ལ་ཏན་ཏན་གྱི་ཤུགས་རྐྱེན་ཐེབས་ཡོང་དུས།
ངའི་མ་རྒན་ཞིག་གླུ་ཡག་པོ་གླེང་རེད། ངའི་སྐད་ཧྲིལ་པོ་དེ་ངའི་མ་རྒན་ལས་གཞི་བདག་ཡིན་ས་རེད།

མི་བསད་རྒྱུ་དེ་རང་གི་ནུས་པ་གི་ནང་ལ་མེད་པའི་རྒྱུ་དེ། བྱེད་དགོས་གི་ལེན་དགོས་གི་ཐུབ་དགོས་གི་དེ་སོང་མང་པོ་མ་སོང་མ་གཏོགས་ལ། དེ་གཅིག་ལ་ཡིན་ན་རང་ལ་སྡུག་བསྔལ་ཆེ་པོ་གཉིས་ལ་ཡིན་ན་ཁ་རོག་སྡུག་པ་ཆེ་པོ་གི་ལས་ཀ་ཡིན་མ་གཏོགས་འབྲས་བུ་ཡོད་པོ་གི་ལས་ཀ་ཅི་མ་རེད་ཟེར་ངེས་མ་དགོས་དེ་ཟེར། ཁྱིམ་ཚང་གི་ཆ་རྐྱེན་ཀྱང་དམའ་འབྲིང་ལོ་རབས་གཉིས་པར་སླེབས་སྐབས་མོ་རང་མུ་མཐུད་དུ་སློབ་གྲྭ་འགྲིམ་རྒྱུ་དེ་དཀའ་བའི་གནས་སུ་ལྷུང། ད་ལྟའི་ཨ་ཐུག་ཐབས་ཟད་ཀྱི་སྐབས་སུ་དགེ་རྒན་བཀའ་དྲིན་ཅན་ཞིག་གི་རོགས་སྐྱོར་ལ་བརྟེན་ནས་སློབ་འབྲིང་མཐར་ཕྱིན་ཐུབ་པ་བྱུང་སོང་ལ། མཐར་ཕྱིན་རྗེས་ཐོབ་འབྲིང་རིམ་པའི་སློབ་དེབ་དག་ཐོག་བསྐྱུར། ཡིན་ཡང་ཁོ་མོས་མུ་མཐུད་དུ་ཤེས་བྱའི་སྐྱེད་ཚལ་འགྲིམ་པའི་གོ་སྐབས་དེ་རང་དུ་མི་འདོར་ཀ་མེད་བྱུང་ཞིང། ཕངས་སེམས་ཀྱི་ཁྲོད་ནས་ཁོ་མོ་ཡུལ་ལུང་མང་པོ་ཉལ་བཞིན་ལས་རིགས་སྣ་ཚོགས་ཀྱི་ཞབས་ཕྱི་བ་བྱས་མྱོང། དེ་རྗེས་མ་ད་ཀྲུང་གཞོན་འདས་ཚར་ད་ཐིག་གི་ཁང་ཏིང་ཧྲི་ཧྥན་ཞོལ་ཤག་ཟེར་བ་བརྒྱུད་ད་དེའི་ནང་ལ་ང་ཞིག་རྒྱུན་ཁྲོད་ཚར་ཟིག་རེད། རྒྱུན་ཁྲོད་ཚར་ཟིག་རེད་དེ། ད། ད་དེའི་དུས་ཚོད་ལྷོད་དྲག་འགྲོ་གི་འདུག་ཁོ་མོ་སྒེར་ར།

ཁོང་མོའི་དཀའ་རྙོག་ལ་གདེང་འཇོག་མཐོན་པོ་གནང་བར་མ་ཟད། དཀར་མཛེས་མི་རིགས་ལག་ཁྱེར་ཁང་ལ་བུ་གཅིག་སྤྲད་ན་གསང་རབ་ཀྱི་བསྐལ་བ་ཡོང་བར་བྱས། རྗེས་མ་ད་ང་ག་ལ་ག་ལ་ཡིན་ན་ང་ལས་ཀ་གྲོ་མོ་ལས་ཡིན་འགྲོ་ཉོས། དུས་ཀྱི་ད་ལྟ་རྫ་ཆི་ཁ། རྫ་ཆི་ཁ་ང་ལོང་ལས་ཡིན་འགྲོ་ཉོས་ཡ། ག་ས་ག་ལ་ང་ལས་ཀ་མོན་པོ་ལས་ཡིན་འགྲོ་ཉོས་བེ་ཇིང་ལ་མིའི་ལས་ཀ་ལས་ཡིན་འགྲོ་ཉོས། ཡང་དེ་ཆི།

ཁོ་མི་ཡག་པོ་ཅིང་ད་ལྟ་ནི་ལངས། དྲིན་ཆེན་བཀའ་དྲིན་ཆེ་པོ་ཅིང། ཁོ་ཞེས་དེ་ཡི་དུས་ཚོད་ང་ལ་རུང་རང་དེ་བཟོས་མེད་ན་ང་དེ་རིགས་ང་འཇང་ཡུལ་སྒྲོལ་མ་ཟེར་བ་དེ་ཡོད་མ་རེད། གླུ་གར་ཁང་དེར་བསྡད་མྱོང་བའི་མི་ལོ་དག་ནི་མིའི་རང་གི་དགའ་ཕྱོགས་ལ་ཐོག་མར་འབད་སའི་རེ་བའི་ཤིང་སཱ་ལྟ་བུར་གྱུར། མི་འདོད་ལུས་ཀྱི་བཀོད་པ་ལྟར། ཁོ་མོའི་ལུས་ན་ཆུང་ངུའི་དུས་ནས་ཨ་མ་དང་བྲལ་དགོས་བ་བྱུང་བས། མི་ཚེའི་ལམ་ཁ་འདིར་ཨ་མའི་བརྩེ་བའི་དྲོད་ཁོལ་མྱོང་བའི་སྐལ་བཟང་མ་ལྡན་ཡང། ཨ་ཕ་དང་ཕུ་བོ་གཉིས་གཙོ་བྱས་པའི་ཤ་ཉེ་རིང་དག་གིས་ཁོ་མོའི་ཕྱི་དུས་ཀྱི་འཚོ་བར་མཐུན་རྐྱེན་གང་ལེགས་སྦྱར་མྱོང་ལ། ཁོ་མོའི་དགའ་ཕྱོགས་ཐད་ཀྱི་འཇོན་ནུས་སྐྱེད་སྲིང་སོགས་ལའང་རྒྱབ་སྐྱོར་གང་མང་བྱས་མྱོང་ཡོད། གླུ་གཞས་སྒྱུ་རྩལ་གྱི་ཆེད་ལས་ཕྱོགས་ལ་སློབ་སྦྱོང་ལེགས་པོ་ཞིག་བྱ་བསམས་ཏེ། སྤྱི་ལོ་ཉིས་སྟོང་གསུམ་ལོའི་ལོ་མཇུག་ཏུ་ཁོ་མོ་སི་ཁྲོན་རོལ་དབྱངས་སློབ་གླིང་དུ་སློབ་སྦྱོང་ལ་སོང་སྟེ་ལོ་ངོ་བཞི་ལྷག་རིང་ལ་རོལ་མོའི་ཆེད་ལས་སྐོར་ལ་གཤམ་སྤེལ་རེ་འབུལ་བྱས། སློབ་གླིང་དེར་ཡོད་སྐབས། ཁོང་མོ་སི་ཁྲོན་ཞིང་ཆེན་གྲངས་ཉུང་མི་རིགས་སྒྱུ་རྩལ་སྡེ་ཆེན་རྨི་ལམ་ཞིང་གི་ཁ་མ་ཞེས་པའི་གླུ་གཞས་འཁྲབ་སྟོན་ཁྲོད་དུ་ཞུགས་ཏེ་བྱ་དགའང་དང་པོ་བླངས་ཤིང། དུས་དེ་ནས་བཟུང་ཁོ་མོས་གླུ་གཞས་སྒྱུ་རྩལ་གྱི་ལམ་ཁ་འདི་ཉིད་སྔར་བས་མཐར་ཐུག་འོད་སྟོང་ལྡན་པ་ཞིག་ཏུ་འགྱུར་བར་བཀའ་ཁྱབ་བྲིས། སི་ཁྲོན་ཡུལ་ཞེན་ནོ་བློ་བཟང་བློ་གྲྭ།

ཁོ་མོར་མཚོན་ན་དེ་ནི་ད་ལྟའི་བར་ཆེད་སྒྲིག་བཅུ་ཕྲག་ཅིག་ཕྱིར་བཀྲམ་པའི་ཁྲོད་ཀྱི་ཆེས་དམིགས་བསལ་བའི་ཆེད་སྒྲིག་ཅིག་ཏུ་གྱུར་བ་པར་བཤད། ང་ལུས་པ་དེ་ཤི་ཡ་ལོ་ངོ་ཉི་ཤུ་རྩ་རུང་ཅིག་རེད་འགྲོ་སྲིད། ད་འདི་ལོ་ཡིན་ན་ཚོང་མ་ཤེས་བྲིས་རེད། ད་ཁྱེད་ཀྱི་ཆེད་སྒྲིག་མང་པོ་ལས་ཡོད་རེད། གཙོ་ཆེ་ཁྱེད་དེ་ནང་ལོ་མང་པོ་དེ་འདྲ་ནང་ཁྱེད་ཆེད་སྒྲིག་ག་འདི་ལ་དགའ་འདོད་སྲིད། ང་ལ་དང་ལེན་ཅིག་བྲིས། དེ་ངས་སྐད་ཆ་བདེན་པ་བཤད། གང་དེ་དགག་གིས་ཟེར་ན་ཐེངས་དང་པོ། ཅི་རེད་ཟེར་ན་དེ་ཡིག་ཏུ་ཚེ། ད་ང་ཡང་ཕ་དབྱིབས་དྲན་ཕ་མ་དྲན་ང་རི་ཚེ་ཆུང་ནས་ཤེས་ས་ཚ་ས་དེ་དྲན་ལི་གི་རི། སངས་པའམ་ཆེ་བོའམ་མོང་པོ་ཕ་ཡིས་དྲན་ལི་གི་འདི་ང་ཆེ་བོ། ཅི་ཡིན་ན་དེ་རེད་གཉིས་ལ་ཡིན་ན། དེ་ཡིག་ཏུ་ཚེ་ལ་ང་དགེ་རྒན་མང་པོ་ང་རི་ཡ་ཞེས། ང་ང་རི་ཡིན་ན། ཡིན་དང་ཡིན་རི་བོ་འདི་ཆུ་ཀླུང་འདི་ཟེར་དྲན་གྱི་དེ། ཉི་མ་དེ་རིང་ལ་ཡིན་ན་ཡང་ད་ལོ་མུན་པོ་མུན་པོ་ཅིག་འགྲོ་ཚར་རེད་དེ་དེ་གླུ་བཙོང་མ་གླུ་ཡག་པོ་ནང་ལ་ནང་དང་ཡག་པོ་ཡོད། ཁོ་མོ་འདི་ལྟར་རྒྱལ་ནང་གི་གར་སྟེགས་མང་པོར་ཞུགས་ཤིང་ལྟ་མཁན་དང་ཉན་མཁན་ཁྲི་སྟོང་མང་པོའི་བསམ་ཡུལ་སྐྱིད་ལ་གླུ་ངག་གི་མཆོད་པ་འབུལ་བཞིན་ཡོད་ལ། ཁྱད་པར་དུ་ལོ་རེའི་ལོ་སར་གྱི་རིག་རྩལ་སྤྲོ་ཚོགས་སྟེང་དུ་རྒྱང་རིང་ཡུལ་ནས་ནམ་ཡོང་བའི་གནམ་བདག་སེང་གེ་འགྱུར་ཁུག་རེ་རེས་གངས་རིའི་ལྗོངས་སུ་ཕུལ་དང་འབུལ་བཞིན་འདུག།

ད་ལྟའི་དུས་སུ་ཁོ་མོར་མཚོན་ན་རང་ལམ་རང་གིས་རྙེད་ཤིང་སྤོབས་པའི་གོ་འདུ་བར་གྱུར་ཕྱིན་གླུ་གཞས་སྒྱུ་རྩལ་གྱི་ལམ་ཆེན་སྟེང་ན་གཡུར་དུ་ཟ་བའི་གྲུབ་འབྲས་ཆེན་པོ་བླངས་མྱོང་ཡོད་ཀྱང། ཁོ་མོས་གླུ་གཞས་སྒྱུ་རྩལ་གྱི་ལམ་ཁ་ནས་འདི་ལྟའི་གཞན་ལ་སྔོན་རིན་དང་ལྟ་རིན་ཡོད་པའི་འབྲས་བུ་ལོན་པ་ལ་ཁྱི་མི་དག་ཀྱང་ཡིད་ཀྱི་གཏིང་ནས་དགའ་ཡོད། རྒྱང་གྲགས་མ་ལས་བྱས་ན་ད་ཚེ་ཆུང་ནས་ད་མི་རུས་ལྷོ་བྲག་འགྲོ་འཛིན་དུས་ནས་དེ་ནས་གཞས་ལས་དགའ་རྒྱུ་དང་མི་རུས་ཀྱི་སྤྲོ་བསྡུང་བློས་བརླན་ད་དེ་འདྲ་བཟོ་ལས་དོན་གཉིས་དེ་བཟོ་འདོན་པའི་གཞས་ལས་རེད་དེ་དེའི་རྟགས་དེ་དེ་རིང་གི་མོ་རུས་ཀྱི་བཟོ་བྱེད་ཀྱི་ནང་རྟ་དེའི་ལས་ཀ་དེ་ད་ལྟ་ལས་ཀ་ལ་འདི་འདྲ་རེད་དེ་རེད་ཅེས་ད་ཚང་མ་ཤི་ཡག་ཏུ་ཟས་ཟིན་པོ་ཡོད་ལེ་རེད་དེ་རིང་རང་གི་རྟས་ན་ད་རང་གི་བུ་མོ་ལས་རང་གི་ཡག་ཏུ་མཛད་ན་དེ་རིང་འོང་བདེ་པ་གི་ན་ཤོ་ནོ་ལེ་ཅེས་ཡག་མོ་ཅིག་ཡོད་ལེ་མ་རེད་དེ་ད་རང་རང་གི་བུ་མོ་ར་དེ་ཅེས་ཡག་མོ་གླེང་དུས་ཡག་མོ་ཡིན་གྱི་དེ་དེ་ཅེས་དེ་འདྲ་གི་མགོ་ལ་ཅི་ལེ་ལོ་གླེང་ས་འདྲ་ལེ་ད་ཨ་འདྲ་གི་ཟིབ་ཤིང་ནང་འདྲ་མི་འདྲ་ཚད་འོང་དུས་རོང་བོ་ཚ་གྲོགས་པོ་འདྲ་ལས། འཇིག་རྟེན་མི་ཡུལ་དང་བྲལ་བའི་ཨ་མ་བཀྲི་མོ་ཆེ་དང། ད་ལྟ་འཚོ་བཞུགས་གནང་བའི་དྲིན་ཆེན་ཕ་ལོ། ད་དུང་ཤ་ཁྲག་བཅུད་ལས་མཆེད་པའི་སྤུན་མཆེད་དག་ནི་ཁོ་མོའི་མནའ་མར་གྱིན་གཤིས་ལ་དོགས་ས་ཁོ་ན་ཡིན། ཉེ་བའི་ཆར་ཁོ་མོས་མགར་བསམ་འགྲུལ་ཚེ་རིང་ལ་རང་གི་ཕུ་རུ་བྲིས་པའི་གླུ་གཞས་ཤིག་ལ་ཆེད་དུ་དབྱངས་རྩོམ་དུ་འཇུག་གི་ཡོད།

ལས་རིགས་གང་ཞིག་ལ་འཇུག་ཀྱང་དེ་མཐུན་གྱི་དཀའ་ཚེགས་མང་པོ་ཞིག་གདོང་གིས་བསུ་དགོས་པ་བསྙོན་དུ་མེད་པས་ཁོ་མོར་མཚོན་ན་ཡང་གླུ་གཞས་སྒྱུ་རྩལ་གྱི་ལམ་ཁར་ཞུགས་པའི་ལོ་ཟླ་རིང་མོའི་ཁྲོད་དུ་ཡིད་ལ་དྲན་མ་མྱོང་བའི་དཀའ་ཁག་ཅི་རིགས་ཤིག་དང་འཕྲད་ཡོད་པ་ནི་བཤད་མ་དགོས་པ་ཞིག་རེད། དཀའ་ངལ་ཆེ་པོ་དེ་ཅི་རེད་ཟེར་ན།

བདུད་མོ་རེ་སོང་ལ་དེ་གི་ཀང་ཀང་གི་ཡ། ང་ད་ལྟ་ད་ལྟ་ལོ་ནོ་ལ་དེ་ནི། ཉིན་མཚན་རྟོག་ཏུ་མེད་པ་ཡི་ཡི་ལྟ་གི་རོ། ཀང་ཀང་དེ་ཡིན་ན་དེ་ཡིན། ད་ལྟའི་ཆར། གླུ་གཞས་སྒྱུ་རྩལ་གྱི་ལམ་ཁ་འདིར་བྱས་ནས་དེ་ལ་སློབ་སྦྱོང་དང་ལག་ལེན་བྱེད་མཁན་ནི། ཆར་རྗེས་ཀྱི་ཤ་མོ་ལྟོ་བ་ལྟར་ཆུང་གྱིས་མི་ཟིན་ལ། ཁོ་མོ་ནི་ལས་རིགས་འདིར་ཞུགས་ནས་ལོ་ཟླ་གང་མང་ཕྱིན་པའི་སྔོན་རབས་པ་ཞིག་ཡིན། ད་ང་ཚོ་གླུ་པ་ཟེར་རྒྱུ་དེ་ཅི་ཡོད་ཟེར་ན། དུས་ཀྱི་བྱིན་བརླ་དེ་ཁུ་དུས་ཀྱི་འབྲས་བུ་དེ་ཁུ་སྙིའི་ཚ་དུས་ལས་ཀ་དེ་ཡིན་གཅིག་མན་གཅིག་ཡག་པོ་ཞིག་བསྒྲུབས་ལས་ཀ་དེ་རྡོ་རི་ཁ་སི་ལས་ཀ་དེ་ད་ཅི་ཚེ་རི་མགོ་བདེ་དེ་མི་འཕྲ་ལས་ཀ་དེ་མྱང་ཆུང་པོ་ཞིག་ལས་ཀ་དེ་སྲབ་མོ་ཞིག་ལས་ཀ་ཡིན་གཅིག་མན་གཅིག་སེམས་དེ་ལྷེ་ལྷེ་ཞིག་འཇམ་པོ་ཞིག་ཡིན་གཅིག་མན་གཅིག་ཚང་མ་ལ་རོགས་རང་འཐེན་མི་ཚང་མ་ལས་ཁ་བརྡ་མགོ་ལོག་ཐལ་མོ་གི་བླུན་ཡོངས་ཀྱི་ཐན་ན་སོང་དེ་གི་རེ་བ་ཆེ་པོ་དེ་ན་ངས་བལྟས་ན་དེ་བཟང་པོ་རེད།
ཁོ་མོས་ད་དུང་ཡང་ཕུགས་འདུན་མངོན་འགྱུར་ཡོང་བར་རྩོམ་པའི་གོམས་འདྲིས་ལ་ལྷོད་པ་མེད་པར། མ་འོངས་པའི་ལོ་ཟླ་ལ་རེ་འདུན་དྲག་པོས་བརྟས་ཤིང། མཐའ་ཡས་པའི་སྒྱུ་རྩལ་གྱི་ཁ་གཡང་སུ་ཐེ་སུམ་གྱིས་ཕྱོགས་རི་མི་ནས་མི་རུ་སྐྱོང་བཞིན་ཡོད།
ང་ཚོ་བོད་ཀྱི་རིག་གནས་གླུ་དབྱངས་དེ་ག་ས་ག་ལས་རྒྱལ་བདག་སྐྱེ་ཤི་ཡོང་རྒྱུའི་སྨན་ལོང་དུ་རེ་བ་ཧ་ཅང་ཧ་ཅང་ཆེ་པོ་ཡོད། དེ་ཡིན་ནའང་མུ་མཐུད་ནས་ང་ཤེས་དེ་གི་ཧུད་དེ་བསྒྲིམ་དཀའ་ལས་དེ་བརྗེད། རིག་གནས་ལ་ཡིན་ནའང་ཤུགས་བསྩན་བྱེད། བློ་གཅིག་སེམས་གཅིག་དེ་ཡག་པོ་ཞིག་བྱུང། ངས་དེ་གི་དཀའ་ལས་ཞིག་བསྡུས་ཏེ་རྗེ་ལས། ངས་ཡང་མོ་ཅིག་ཨི་ཐན་ལྟ། རྗེས་མ་བུ་ང་རུ་གི་རང་གི་བུ་རྗེ་ཡིན་ན་འདྲ། རྗེས་མ་གླུ་པ་ས་སྦ་ལྡོང་ལི་ཡིན་ན་འདྲ། སྒེར་རྒྱང་ཡོད་འགྲོ་མ་སེམས་དུ་མི་འདྲ་མི་ཅི་ཡིན་སིན་སང་ལི་གི། ལས་ཀ་དེ་འདྲི་རི་ཡ་དེ་ཆེ་པོ་ཆེ་པོ་ཅིག་ཡིན།
མདོར་ན། ཁོ་མོ་ནི་ཉན་མཁན་ཁྲི་སྟོང་མང་བའི་སེམས་ཀྱི་ངལ་དུབ་གཡང་གིས་སེལ་བའི་དབྱངས་ཀྱི་བདག་མོ་དེ་ཡིན་ལ།